ཞིམ་མཚམས་ཀྱི་དུས་རབས། ཆ་འཕྲིན་གྱི་དུས་རབས། ཡང་ན་མ་ཎི་ཨོག་འགྱུར་གྱི་དུས་རབས་ཟིག་ར་ཡིན་ནི་སྲིད། ཁམས་ཚར་མ་བྱེད་གོང་བ་ཚང་མའི་ཁ་པར་རི་མ་དེ་གཏོང་བ་ལག་པའི་ཐ་མོ་བདོ། ཐོག་མར་བྱེད་རྒྱུ། མ་ལ་སྐྱབས་ཀྱིས་ཁམས་ཚར་ལས་བླང་བར་འགྱུར་བའི་སྣང་ཚུལ་སྣ་ཚོགས་པའི་བྱ་རྒྱུ་དག་ནི། གསར་ལམ་གྱི་ལྟ་བ་མ་ཡིན་པར་སྨན་བླ་སྤྱི་མི་སྒེར་གྱི་ལྟ་ཚུལ་དང་སྨན་བླ་སྐྱབས་ཀྱིས་འཁྲབ་པའི་སྨན་བླ་སྐྱབས་ཀྱི་ཁམས་ཚུལ་ཡིན་པ་ལས་སྨན་བླ་སྐྱབས་དང་འབྲེལ་བ་ཅི་ཡང་མེད་དོ་ཟེར་རྒྱུ། དེ་ནས་རང་རེའི་ལོ་སར་དགོང་ཚོགས་ཀྱི་ཁམས་ཚུལ་གཏམ་གྱི་རྩེད་མོ་རིགས་འདི་སེར་མོ་སྟེང་གི་རྡོ་གི་དཔེ་རེད། འདི་དཀོན་པ་ཆུ་མདོག་གི་རེ་བ་དང་མེ་རུབ་ཆ་རུབ་གི་འཁང་ར་ཆེ་ནོ་ང་ཚོ་ཁ་ནང་སྐྱེལ་རྒྱུ་ཡོད་ནི་རེད་འདི་འཁྲབ་དགོ་ན་རང་ཡུལ་ལུང་བའི་ལག་གི་ལག་སྐྱེས་གི་མི་སྣ་གཉིས་ཡོད་པ་ནི་ལྟར་ན་སྟག་གཟིག་ཁ་སྤྲོད་སྨན་སྣ་འཕར་ཆང་ལག་སྦྲེལ་དུ་ཉི་ག་སི་རེད་ཟེར་ན་འཆར་ངེས་སུ་གཟིགས་རོགས་གནང། ཨོ་འགྲུབ་རྒྱ་མ་ཡང་ཁུལ་དང་རེ་ཡོང་རིགས་ལུགས་གཉིས་ཀ་ཡིན་གྱི་རེད། ཡིན་ན་ཡང། རེ་ཡོང་རིགས་ལུགས་དང་འགྲུབ་རྒྱ་མ་ཡང་ཁུལ་གཉིས་ཀའི་ཁ་པར་གྱི་ནང་ནས་མགྱོགས་འཕྲིན་བརྩི། ཕན་ཚུན་བརྩི་སློང་མ་བྱས་ན། རྨོངས་པ་འཇིགས་སྐུལ་གྱི་དྲི་མ་མཐོ་བའི་མྱུ་གུ་ཐོབ་ཐང་ལག་འཁྱེར་ནག་པོ་བསྒྱུར་སྟངས་ངས་ད་གནམ་གྲུ་མེ་འཁོར་རླངས་འཁོར་སོགས་ཀྱི་སྤ་སེ་ཉོ་ཐུབ་མེད་པ་ཆགས་སོང་བའི་རྐྱེན་གྱིས་ཐུགས་ཐབས་ཟིག་གི་སྐབས་འདི་མཛོད་ཁང་རང་འགུལ་གྱི་ལས་ཀ་འདི་སྨན་བླ་སྐྱབས་ཀྱི་སྤྱི་སྐོར་ཉིན་བཅུ་ཐུབ་དགོས་དོན་ནི་རེད། ཡང་ཁ་ཉིན་གྱི་བལྟས་ན་ཁོང་ཉིད་ཀྱིས་འོང་བ་གསེར་གཟིགས་གནང་བའི་སྨན་བླ་སྐྱབས་པ་སྤྱན་སྔའི་དཀྲོག་གཤེར་གྱི་སྐོར་སྐབས་འདི་འདྲ་ཟིག་རག་གསུང་རབ་རབ་བཤད་ཀྱི་ཡོད་ས་རེད། ཡིན་ན་ཡང་དུ་ཡང་ཨ་བདེ་ན་སྨན་བླ་སྐྱབས་མེད་ན་འབྲུ་རྒྱ་མ་གཡང་ཁོ་ཟེར་ན་ཟིག་ར་རེད་ཡང་རིག་ལོ་ཟེར་ན་ཟིག་གང་ཡིན་ན་རེད། ཁོ་གཉིས་ཀ་སྨན་བླ་སྐྱབས་ཀྱི་རྟོག་བཟོ་བྱས་པའི་མི་སྣ་རེད།

རྟག་ལྷག་ཏུ་ཉར་རྒྱུའི་དུ་ཆོག་གསོན་པོ་མེད་དུས་རེད། དེ་རིང་མ་ལ་ཆབ་ཁ་གཉེར་བའི་གློག་བརྙན་ལོ་ཙཱའི་ལས་ཀའི་ཁྲོད་ན་མིང་བརྡ་ཐར་ཉེར་དེ་རིང་གི་མི་རྣམས་ཀྱིས་གོ་མ་མྱོང་བ་མང་པོ་ཡོད་ནི་རེད། དཔེར་ན། དེ་རིང་ཡི་བརྙན་འཕྲིན་གྱི་ཉིང་གློག་གཟུགས་ཟེར་ནི་ཁ་པར་གྱི་ཉིང་གློག་སྐད་ཟེར་ནི་དེ་རིང་གློག་དར་འཐེན་མེད་ནོ་མིན་གློག་རྒྱག་རྐྱང་རེད། ད་རུང་འདི་མོ་རེ་ཡོད་ནི་སྲིད། པུ་ནལ་ནལ་འདུ་མུ་ལུ་མ་བྱུང་ནོ་ཁྱི་ར་ར་ཨ། དི་རི་ཐ་ཏུ་མ་ལ་ཅག་པུ་ཁ་པར་གི་ཉིང་ཨ་ཁ་པར་ཟེར་གོ་གི་ཟི་ན་ཁ་མི་ཉན་ནི་མང་གི། ཁ་པར་ཟི་ན་ཁ་ལ་པར་རྒྱུག་གོ་ནི་ཨི་རི་རྒྱུ་མཚན་ཆེར་ཤོག་ཟེར་གི་བུ་གི་དབུས་གཙང་ཉི་ག་ནི་ཁ་པར་ཟེར་གི་ཁ་མི་ཆི་ཟེར་མི་ཤེས་ར་ཨ་མདོ་གཅིག་གོ་ནི་ཨ་ལོག་པུ་རྒྱག་གི་འཇུག་གོ་སྐྱིད་མེ་ཁི་ཟེར་གྱོང་མི་ནི་རྒྱུ་མཚན་འདྲེན་རྒྱུ་མི་ཉེ་གི། ཨ་ལོག་ཀ་ལ་རྒྱུ་མཚན་འདྲེན་ནི་ཟི། ཀློག་སྐད་ཀྱི་ཀློག་སྐད་ཀྱི་ནང་ནས་སྐད་ཆ་གོ་བདེ་འཕྲོད་ཀྱི་འཇུག་ནོ་མིན་ཡ་ཀློག་གོ་འཇུག་ནི་མ་རེད་ཟེར་གི། ཨ་ཏི་རི་ཐ་ཚོང་སྨན་ལ་སྐྱབས་ལོ་བཅུ་བདུན་འདྲ་ཀློག་གོ་ཤེས་ལ་འདང་ནི་ཚོད་ཚིག་མ་རེད། ཨ་ཁ་པར་ཟེར་ནོ་འདི་བོད་ཀྱི་རང་སྐད་ཚིག་མིན་པ་ཐག་གི་ཆོད་ན་ཡང་ཟུར་ཆག་གི་སྐད་ཚིག་ཡིན་ནོ། ཤེས་ན་ཡང་ད་སེར་རྐང་གཟིགས་ནས་འཛུལ་ཡི་དོན་དག་ནི་མི་ཤེས་གི་མོ། སྡི་ག་ཐིག་ཐབ་ཐིག་འཐེན་ནི། དར་བཟས་གི་དིར་བཟས་ཁ་ཤག་ཁ་པར་གི་ནང་ནས་ད་ཁ་པར་བཞིན་ནོ་ཁ་དོན་འདོན་དོན་ཡིན་ནི་རེད། ཨོ་ཆེ་དྲུག་དྲ་ཐག་འཚོལ་འདི་ཁྲོམ་ལ་སྟོན་པ་ནས་བཟུང་ཁ་མཉམ་བྱང་གི་ཁ་པར་ཟེར་དགོས་དང་ཐ་གློག་བརྙན་ནང་གི་གློག་སྐད་གི་གློག་སྐུལ་བྱེད་དང། ཡིན་ན་ཡང། ངའི་ཁོག་ནས་ཐར་ཉེར་གཅིག་ད་རུང་བརྡ་དང་ངའི་ཆུ་ཟླ་ཁ་པར་གྱི་ཉིང་ཁ་པར་ཟེར་སྒོ་ནས་རྒྱུ་མཚན་མི་རྙེད་གི། དུས་རབས་ཉིས་ཀྱི་ལོ་རབས་གསུམ་གྱི་ནང་མི་ལ་སྐྱབས་ཀྱི་གློག་བརྙན་བསྐལ་བསྒྱུར་དང་ཁ་ཤགས་སྐར་ཆུང་དེ་རིང་གི་ཁམས་ཚར་ནང་དུ་ད་རུང་ཁ་པར་བླངས་དགོས་དོན། གཞི་རིམ་རོང་འབྲོག་མང་ཚོགས་ལ་འབྲོག་པའི་ཁ་པར་གྱི་གཏིང་རིམ་མ་འཛུགས་གསུངས་ནོ་བསྡད་ན་ཡང་ཁ་པར་མེད་ལ་འདུག་ཐུབ་ནི་ཟིག་ཁུར་གེར་ཡིན་རྒྱུ་མ་རེད་དོ་དོན་དག་རེད།

ཆེ་ཁག་བཅུ་ཚང་བ་མཉམ་འོས་ནང་དུ་བོད་སྐུ་ཕྱི་འགྲིམ་སློབ་མ་ར་ཡིན་གྱིས་གསུང་བའི་གློག་འཕྲིན་གཏོང་སྟངས་བསྒྱངས་ཕྱིར་རང་གི་ས་ཐོག་བ་ཡོང་བའི་རང་གིས་གློག་འཕྲིན་བཏང། རང་གི་ས་ཐོག་བ་བསྡད་ཡོང་བའི་གློག་འཕྲིན་བཏང་ཕྱིར་ཆེ་ཁག་སྐབས་དེ་ཟུར་དུ་གཟིགས་ནས་བུད་ཡོང་སོང། འདང་རེ་བརྒྱབ་ན་སྐབས་དེའི་འཕྲིན་གཏོང་ཡོ་བྱད་ནི་ཁལ་བོ་རེའི་འོག་གི་དུས་བཞི་གི་འཕྲིན་གཏོང་ཡོ་བྱད་གི་ཉི་ང་ཁ་པར་ལས་ཟེར་བཞིན། འོག་གི་སྲོལ་རྒྱུན་གྱི་ཐ་སྙད་འདི་གཉིས་ཀར་རིམ་ནོར་གསུང་རོགས་པོས་བསྔགས་རྒྱུན་བཤད་ཀྱི་ཡོད་ཀར་སྐྱོན་མེད་གི། རྒྱུན་འབྱམས་སུ་སོང་ཐར་ནོ་ད་མ་རྒོད་ཟེར་ན་འདོག་གི། ཁ་པར་གྱི་མྱང་གླག་འཕྲིན་ཟེར་ན་བཟོ། ནམ་ཉི་མ་ཟིག་ཁ་པར་འདི་མིག་ཤེལ་དང་སྒྲོག་གོ་ལྟ་བུ་ཟིག་གི་བུ་ག་ཅིག་གིས་བཀོན་བཏང་ན་ཕྱོགས་རིས་ག་རེ་ཡོད་ན་ཐང་དེ་རིགས་ཡང་མིག་འཕྲིན་ཟེར་དགོས་ན་དཀའ་ག་མ་ང་སྐྱབས་ཀྱི་ཁ་པར་གཅིག་གོ་མི་ནི་ཁ་ཡ་མི་ཡིན། ལྕགས་ལ་མཚོན་ན་གློག་འཕྲིན་གྱི་ཉིང་དུ་ཁ་པར་ཐོག་ཁ་པར་གྱི་ཉིང་གཏན་འཇགས་བྱུང་བའི་ཚེ་ན། ཁ་པར་ཡང་རིགས་ཤེས་ཅན་གྱི་ཁ་པར་དུ་གྱུར། དེའི་ནང་སྐད་ཁུར་ཁ་བརྡའི་མཉེན་ཆས་དང་བརྙན་ཕབ་མཐའ་སྟོང་གི་མཉེན་ཆས་མང་ཐོན་དང་འདིར་ཉིད་བཀོལ་དགོས་མཚོན་ན། ད་བར་ད། ཁ་པར་འདི་འཕྲིན་གྱི་ཡོ་བྱད་ཡིན་ཟེར་རྒྱུ་དེས་ན་རང་གི་རྩེད་སྤྱད་ཡིན་ཟེར་དགོས་ནི་ཚོད་རེད། འོ་ད་མཉེན་ཆས་དྲུག་གི་ནང་ནས་བཞུགས་མོ་འབྱོག་འཕྲིན་འདི། རྒྱལ་ཡོངས་ཀྱི་ཞང་གྲོང་ལ་ཁ་གཏད་པའི་བརྙན་ཐུང་སྡེ་ཁུལ་དང་ཐད་གཏོང་ཉེན་ཆེ་ཟིག་རེད། དེས་རང་རེའི་མཚོ་སྔོན་དང་ཀན་སུའུ་གི་བོད་མི་གྲོང་གསེབ་པ་སྐོར་ཟིག་གི་ཁེ་འདོད་གྲགས་འདོད་དང་མ་འབད་ལ་རང་ཐོབ་ཀྱི་རེ་བ་ཡང་སྐོང་གི་ཡོད་རབས་ཟེར། ལས་རིགས་ཐད་གཏོང་ཡུལ་མ་ཉུང་ནི་ཟིག་ཁ་པར་ཐད་གཏོང་ཡིན་ན་འདོད་ཀོ་ནོ་ཆི་ཁག་ཅིག་ཡིན་ན་ཡང། དུར་དུ་ན་ཡང་དལ་མོ་བ་ཟིག་གི་ཁ་པར་ནང་ན་ཐ་སྟོང་བའི་གོ་ནོ་དུར། འདི་ནས་དུ་མོ་དུ་ཡིན་ན་མཛའ་ནུ་མ་རུ་བྱེད་ར་ཡོད་སོང་བ་ད་ཐ་སྟོང་ཞིག་བོ། ཨོ་ལེ་ཅིག་ཅིག་ཁོ་མི་ཟིག་ཁ་པར་ནང་ནས་རིག་ཡོད་ཀྱི་རེད། ད་བར་ད་རོང་འབྲོག་མང་ཚོགས་གི་རོང་འབྲོག་མང་ཚོགས་གི་དལ་མོ་དེ་ད་ནས་དལ་མོ་གཞན་ཞིག་མཐོང་ཐུབ་པའི་ཚོད་ཡིན། སྲིད་སྤེལ་ལས་མཐོང་ཡོང་ཆེད་ང་ཚོས་རི་ཡོང་རིགས་ལུགས་དང་གྲུབ་རྒྱ་མ་གཡང་ཁོ་གཉིས་ཀ་ཅིག་ལྟ་རེད། ཧ་ལོ།
ཁྱོད་ཐོ་གང་ན་ཡོད། ཨ་ར་ཨ་ར་དུ་མོ་དུ་ཟེར་གཡང་རྒུ་རྒྱུག་གི། ངུར་རྫ་དེ་ལ་ཧོ་ཀོ། འོ་ལ་ཀོ་ནི་ལ་ཁི་རྒྱར་ཁུལ་དུ་ཆུང་མ་བྱིན་ན་མི་ཉུང་གི་སེར་ཀོ་མོ། ཉོ་མགོ། གན་ཤེ་ཁོའི་ཧྲིག་གོན་ཧྥུང་གན་ཤེ་ཁོའི་ཧྲིག་ཕུན་ཐེ། གན་ཤེ་ལོ་ད་ལོ་ལོ་ཧུར།

ལབ་རྒྱག་གི་མ་འདུག་ལོ་ལོ། ཁྱོད་མགྲོན་ཁང་འདུག་སྐྱེས་བུ་ངོ་གཡར་རྩ་དགོན་པོ་ཁྱོད་རིན་པ་ཡིན་མོ། ཧེ་དེ་ཁྱོད་ཚོ་གནའ་གཟིགས་གི་ཡིག་རྟགས་ནི་རེད། དེའི་དྲིན་ཆེན་ཁྱོད་དྲན་ན་རང་ག་བྱས་ཐོག་ན་རང་གཅིག་རྒྱག་གི་འདུག། དྲིན་ཆེན་ཆ་བོ་ད་ལག་ཤི་མ་རྐི་ད་མ་རྒྱག། ཞིག་བྱེད་དགོན་ཆེ་སྐབས་ཆ་རེ་ཡོད་ར་ཆོག་ག། མ་རྒྱག་བྱས་ན་ལྷག་ཏུ་རྒྱག་མོ། ཀ། དབྱངས་གཅིག་གི་ཁྲོད་ཡན་ཆད་འཛུགས་རྒྱག་གཏོང་ཐུབ། ཚ་བ་དུས་ཀྱི་ཁྱེར་འཇོག་སྣུམ་སྡོད་གོར་མོ་རུ། བཀའ་དྲིན་ཆེ་མེས་པོ་དབྱར་གསུམ་བཀའ་དྲིན་ཆེ། བཀའ་དྲིན་ཆེ་ལི་གི་གཟར་བོ་བཀའ་དྲིན་ཆེ། ཕུར་མདའ་གཉིས་བཀའ་དྲིན་ཆེ་བཀའ་དྲིན་ཆེ། ཐུན་སྔོན་མ་གཟར་བོའི་གཟི་རིགས་མེས་པོ་ཆ་པོ་ལྷམ་པོ་དམར་གྱི་ག་ཆམ་པོ་ལྡོམ་པོ་དབུགས་ཧི་རབ་ཀྱི་གི་དལ། རྒྱུགས་མཚོན་གྱི་བདག་པོའི་རྩ་དོན་ནི་སྤྱི་ལྟར་མི་མངོན་པའི་ཀློག་པ་བྱུང་རྒྱུ་དེ་ཡིན་སྐད། ཀློག་པ་བྱུང་བའི་བློ་ལོ་འཛུགས་ཁ་ནང་ང་ཐོན་དང་ན་སྒོར་མོ་བཏོན་ན་ཧར་སེར་གཉིས་ཀའི་ལ་སྙེག་འཛོགས་བཟང་བྱས་པའི་འབྲས་བུ་འགྱུར་ལྡོག་མགྱོགས་མོ་ཡིན་ནོ་རིགས་ཀྱི་མུ་མཐུད་དུ་གཟིགས་རོགས་གནང།

སྒོར་མོ་ཡོང་གི་དྲི་གུ་ལ་གཅིག་རྒྱག་མི་ཉན་གོ། ཨ་ཞང་ལོ་ལྟ་ལོ་ལོ་གང་ཞིག་ཡོད་ཀི་ཡོད་ཡ་གང་ཞིག་ཡོད་ཀི་ཡོད། ཨ་ཞང་ལྷ་གཉན་པོ།
དབུགས་ཀྱི་ཡང་མ་ཐག། བཀའ་དྲིན་ཆེ་ཨ་དགོ་རྒྱ་ཐག། རེ་ཡོང་རིགས་ལོ།
དགག་མི་ལ། དགག་རྒྱུ་དེ་ཁྱེད་གཉིས་ཀྱི་ཕར་སྐད་ཀྱི་དཀའ་རྒྱུ་རེད། གོང་ས་གང་དུ་བཀའ་བཞེངས་བསྟན་རྒྱུ་ཁྱེད་གཉིས་ཀྱི་དོན་དག་རེད་གྲྭ་ཕར་སྐད་ལ་བསྒྲགས་སྐད་ལ་བསྒྱུར་ན་མི་རིགས་གཟུགས་ཀ་རིག་གནས་ཀྱི་ཕྱོགས་བ་ཐུག་ཨེ་འགྱོ། སྒོར་མོ་ཡོད་སྟངས་ན་ཕྱོགས་ཧར་ངེས་ཡོད་ཅེས་ཟེར་ན་བསྟན་པ་བརྒྱུད་ཞིག་གི་དོན་དག་རེད་དེ་ཡང་སྨན་བླ་སྐྱབས་ཀྱི་ཁས་ལེན་བཏང་ན་ཟིག་མ་རེད་ཤི་རག་གོ་ཤི་རེད་ཤི། ཡང་ད་ཕམ་སོང་ན་ཆད་པ་འཁུར་དགོས་ནི་རེད། ང་རང་གི་འདྲི་ཁ་ཡིན་ནས་སྙན་ངག་གཟིགས་འདྲ་གཟིགས་གྱེར་འདོན་ཟེར་ཡི་གེ་གོ། དེ་བྱས།
ཨེ་མ། སྡུག་གོ། ཨེ་མ། གཡའ་རྩ་ལག་དགུ་འབུ། ངས་ཁྱོད་རྩ་དགུ་རྩ་དགུ་རྫ་ཡ་སོང་ནོ་ཨི་དྲན་གི། ཁྱོད་དོ་ན། ང་དབུལ་མོ་གཉིས་ཀ་ལ་གཅིག་མིན་ན་ཤི་སོང། ཡིན་ན་རེད། ཁྱེད་ང་སྤྱི་ཚོགས་ཀྱི་ངོ་གཟུགས་མ་ཕྱེ་མཐར་ཡང། དབྱར་རྩ་ལགས། དགོན་པ། དུ་མི་ཐེ་དུ་མི་ཐེ།
གཞན་པ་ཟིག་ཤོད། དྲང་མོ་བཤད་ན་ཁྱེད་སྐད་ཅིག་འབྲི་མཁན་ཡིན་ནི་ཟིག་དུ་སྙན་ངག་ཏུ་བཀོད་ཡིན་ནི་ནམ་ནི་རུ་མི་ཤེས། ཡིན་རྒྱུ་མ་རེད། རྩོམ་ལུས་སྣ་ཚོགས་པའི་ནང་ནས་ཡུལ་ལུང་བྱེ་བྲག་པའི་དྲུང་སྐད་དུ་འགྱུར་མི་རུང་བ་ནི་སྙན་ངག་ཡིན་ཨེ། ཡིག་རྨོངས་པའི་གྲལ་ན་ཡོད་པའི་རི་ཡོང་རིག་བློ་ཆུ་ཁག། ཐོབ་ཐང་ཙམ་སྦྱང་མྱོང་ཡོད་མོད་ཀྱི་དྲ་འབུ་སྣང་བ་མཐའ་ཡས་དུ་ཆོས་དབྱིངས་ཆུ་ཁག། རང་རེའི་སྙན་ངག་པའི་སྡེ་ན་དྲུང་སྐད་འབྲི་བའི་རྩོམ་མཁན་ཡོད་ལ། དེ་དག་ཇི་མ་ཇི་བཞིན་དུ་འགོད་པའི་དུས་དེབ་ཀྱང་ཡོད་པ་མིན་ནམ། མདོར་ན། སྙན་ངག་ཁ་སྐད་ཀྱིས་འབྲི་ཞིང་ཀློག་པའི་ཚེ་ན། མི་ལ་སྐྱབས་ལའང་དེ་འགོག་པའི་ནུས་པ་མེད་ཅིང་དེ་ཟིན་པའི་དབང་ཆ་རེ་སྟེར་དགོས་ཟེར་རྒྱུ། ཁྱེད་རང་རང་ཉིད་དྲིས་ན་ད། དབྱར་རྩྭ་སྐམ་པོ་གི་ནང་གི་རྟོག་པ་ལྟ་ཆུ་གཅིག་འདོག་མགོ། དེ་ཞིག།
ཨ་འབྲུག་རྒྱག་ཡང་ཁུ་ལུ་ལུ་འབྲུ་རྒྱག་འུ་ར་ན་མེ་ནུ་ཨ་ཧ་འུ་ཀ་ང་ཤོག་ཐལ།

ཁྱོད་གསོད་སྐབས་ཞིག་བཏང་གི་ང་འདུལ་སྐབས་ཞིག་བཏང་གི་ད་ལྟ་ཡོད་ཀྱི་མི་འདུག། དོ་དོ་དོ། ཁྲིམས་ལུགས་མི་ཤེས་རུང་གནས་ལུགས་ཤེས་དགོས་ནི་རེད། འགུལ་རྐང་གྱི་མེ་དྲུང་ངོ་ཚ་གྱི་ཡོད་དགོས། དྲ་འབུ་ཁག་ཤིག་གི་ལ་དུས་དང་སློབ་སྦྱོང་བ་ཁག་གཡའ་རེ། རྩོམ་དབང་དང་པར་དབང་སྣང་མི་ལ་འཇོག་པ་ར། ཐུན་མོང་པ་ཚོས་མ་ཤེས་པ་ལ་ཉེས་པ་མེད་བསམ་ཡོད་ན་ཐང་ཁྲིམས་ལུགས་ཀྱི་མ་ཤེས་པ་ལ་ཉེས་པ་མང་ཟེར་ནས་ཉི་མ་འཚབ་དགོས་ཅིག་ཅིག་བགྱིད་ན་ཐང། ང་ཡང།

འབུར་སྒང་ནས་མཐིང་ནོ་ཨི་སོ་ལ་འབུར་སྒང་ནས་མཐིང་ནོ་མ་སོ་ཏི་དངུལ་ཁྲོམ་ནས་ལྟ་ནོ་ལྟུང་བ་ར་ཟེར་དགོས་ན་དེ།
རྒྱུ་ཆ་ཆ་ཡོད་ན་ཡོད་ནོ་བཟོ་སྐྲུན་ཆ་ཆ་སྙིགས་ར་གྲོམ་བུ་ར་སེམས་སྐྱོ་ལ་བསྐུར་ནོ་ལོག་པ་ར། རྒྱུ་ར་མ་རིག་གཟུགས་མེད་ནོ་བཟོ་མགོ་ར་མ་དང་ཡི་མག་ཉིད་ལ་སྙིགས་མ་རིག་བཏང་ནོ་ལོག་པ་ར་དི་ཟེར་ཐང།
དགུན་ཆ་ཆ་ཆུང་རིགས། ཤིག་ནི་རི། ཀྲུང་ཆ་ཆ་གི་རི་སྙིགས་ནི་རི། དེ་མ་ཐུག་གོ།
དང་མི་དོ་མདོག་མི་བྱེད། ཡ་ཡ་ཡ་དེ་ན་ཡང། ཁྱོད་རི་ནས་བལྟ་ཀྲུང་ཨ་རིག་ལོ་རི་ང་ཡུལ་ནས་བལྟ་ཀྲུང་ཨ་རིག་ནི་རི། རིམ་ཞི་ནས་ཉ་ས་གཉིས་དུ་ངེས་འཛིན་བྱ་ལས་ཉི་མ་སྟོང་དགོས་ལ་རྫས་བཙོང་བའི་གནམ་ས་འཕུད་དགོས་ལ་ཅང་མ་འགོར་ཁྱོད་ལ་ཐུག་དགོས་ལ་ཟེར།

ཆུ་སྲིན་ནོ་རྟ་ནི་མ་ལོ་ན་ཆུ་བཏང་ནོ་ལྟོ་འགྱེ་ཨེ་ཡིན། རྒྱུ་སོགས་པའི་རྒྱུ་མགོ་མ་བོ་ལ་ཉི་སོགས་པའི་ཉི་མ་ཨ་ཐུང་བ།
ཆུ་ནག་པ་གཙང་མགོ་ལོ་སྲེག་ཆུ་ཨ་པ་ལོ་ལོ་སྲེག།

ད་སྔོན་མ་ཆོག་ནི་ཞེས་ད་བྱ་ལས་གསུང་གི་གསུང་གི་དོར་དགོངས་འདི་ནས་བྱ་ས་མི་འཇུག་ནས། ས་འོག་འདམ་ལང་གི་དོན་དག་མི་ང་ལྷང་ང་མི་བྱེད། སྔོན་མ་ཁྱོད་ཁོམ་ན་བརྩེ་ན་ཆོག་གི་དུ་མ་ལ་སྐྱབས་ཀྱི་དུས་ཚོད་ཁྱེར་ནི་མ་རེད། ཁྱོད་བརྩེ་རུས་གཙང་ན་ཆོག་གི་བླངས་ན་ཆོག་གི་བརླག་ན་ཆོག་གི་དུ་ཡང་སྨད་ལ་སྐྱབས་ཀྱི་སྒོར་མོ་མ་རེད། ཡིན་ན་ཡང་ཕར་སྐད་མ་ཡིག་དང་ཡུལ་སྲོལ་གོམས་འདྲིས་ནི་རིག་གནས་རེད་དུ་གཏོར་རྒྱུ་ཟེར་ན་ཁྱོད་སྨྱོན་འབུལ་ག་ར་ཀྲི་ཨེ་ཡིན་ན།

ཨོ་རོད་ཡང་ཕྱོགས་ཀྱིས་མི་འདང་ས་བཤད་ཀྱིན་ཚང་མ་ཕེབས་པར་དགའ་བསུ་ཞུ་བཀྲ་ཤིས་བདེ་ལེགས། ཤ་སྒོ་མིག་གི་ནང་ནས་ཚིག་འདོན་མིད་དུ་ཆུ་སྙིགས་བཤད་ཀྱི་ཟིག་ཨེ་ཡིན་ན་འོག་གི་གློག་བརྙན་དང་ཨོ་རོད་ཡང་ད་རུང་མི་འདང་ས་བཤད་ཀྱི་ཟིག་སྙེ་གྲགས་ཀྱི་ཧམ་སེལ་སྦས་ཡོང་དུས་མི་བཤད་ཀྱི་རང་ཚང་ཡང་ལྷ་མ་ཕུ་ལ་ཟེར་ནི་ངོ་མ་རེད་བྲམ་བུ་སྣང་བ་མཐའ་ཡས་ཚོ། ཉིན་ཚིག་ད་ལུག་རྫི་ནོར་རྫི་ཆིག་ཏུང་ཧོང་ལྟེ་རིག་གི་མི་འདང་ས་རབ་བྱ་ཅི་རེད། ཨ་བ་ཉི་ཉི་བ་ཉི། ཤ་རོ་རུ་ན་མདུང་གི་རྩེ་རང་ནུག་ཡུས་རོ་རུ་ན་ལྷམ་གྱི་གོང་ར་ནུག། བླ་རྒུ་སྙིགས་བརྫལ་མི་དེ་མཉེལ་འབུ་དེ་མཉེལ་ཟེར་དགོས་ན་ཡིན། དེ་ཡང་གོ་རྒྱུ་མ་རེད་མོ། ཨ་ད་གོ་ནི་ཡིན་འཕྲིན་བཟང་གསར་བ་ཟིག་བཤད། ནམ་ལྷན་རྒྱས། མི་འགྱང་པར། ང་ཚོ་ཁ་པར་གི་ནང་བོད་མི་ཡོངས་རྫོགས་དགའ་བའི་ཉ་ཉ་ཟེར་བའི་མཉེན་ཆས་གསར་པ་ཟིག་ཡོང་རྒྱུ་རེད། དེ་ནི་དགེ་འདུན་གྱི་འབྱུང་གི་སྡེ་ཁུལ་ཞིག་སྟེ་ལག་པས་ཁ་པར་མ་ལྷོད་ན་མྱིག་གི་འཆར་ངོས་མ་བརྟགས་ན་ཡིད་ལ་དྲན་པ་ཐམས་ཅད་ལག་ལ་ཡོང་བ་དང་ཞིག་འདོད་པ་དག་ཞིག་པར་འགྱུར་བ་དང་ཁོས་འདོད་པ་དག་ཁོས་པར་འགྱུར་བ་དང་ལུས་སེམས་ཧ་ཅང་ལྷོད་པོར་གྱུར་ཏེ། ཨར་ཤན་དུ་བདེ་ཞིང་ཨ་རབ་ཏུ་སྐྱིད་པར་འགྱུར་རོ་ཟེར། དེ་དུས་ང་ཚོ་མ་ཎི་འོ་འགྱུར་གྱི་དུས་རབས་ནས་སྙིགས་དུས་ཤན་འགྱུར་གྱི་དུས་རབས་སུ་ཐོ་བརྒལ་ཐུབ་རྒྱུ་རེད། ད་ལོ་ལོ་ཟུར་གྱི་སྐབས་སུ་ཚང་མས་ཁ་པར་གྱི་ཁ་རྒྱོ་བ་ཁ་བརྡ་མི་འབྲི་བ་ཟིག་བྱས། གཞིགས་ནས་ང་ཚོ་ཁ་ཁོམ་རུང་སྙིགས་ཁོམ་རྒྱུ་མ་རེད། ཨོ་ལེ།